མགུར་ལས་ཡོ་ག། ཡུལ་ཚེའི་ཡོ་ག། ཡབ་བྷལ་ལས་ཡོ་ག། ཡང་དེ་སྣ་ཚོགས་ལ་སྐུ་གསུང་ཐུགས་རྟེན་ཚང་མ་བདུན་ལ་བོར་ཏེ། རྟག་བརྟན་རོལ་མགུར་རྩི་ཡ་བཟའ་ལྡན་དང་ཡོད་འདོད་རྒྱུ། དེ་ནས་དར་ལྡན་པ་ད་ལོ་ང་དང་བློ་ངན་སྐྱུ་རེ། བློ་བཟང་སུས་འཛེར་མཁན་པོ་ཨོ། དར་ལྡན་པ་ང་དང་སོ་ཨས་སྨོན་ལམ་ན་དག་སའི་བློ་ངན་པོ་སྐྱུ་ར་བཟའད་ཡང་བློ་བཟང་པོ་ང་དང་སོ་ཨས་སྨོན་ལམ་ནང་ཆགས་ཆོད་མེད་ན་རག་སའི་སུ་ཨ་བཟའད་དེ་ཕྱ། ང་དང་ངའི་སྐྱེ་ས་རི་ཁྲོད་པ་ཚང་མས་ཅོག་ནང་ལགས་སི། མི་མང་ཚང་མ་ས་མཚམས་ཚིག་ཁ་འདུག་ཁ་ནས་དཔའ་བོ་ཚང་མ། ཡ་ཕྱི་རྒྱལ་ནང་རྒྱལ་ཀ་རུ་ངེད་ཅག་བཞུགས་སོད་ནང་ཚང་མ་ལ་ལོ་སོ་མ་བཀྲ་ཤིས་བདེ་ལེགས་བུམ་པ་རིག་བཀྲ་ཞི་ཞིག་འགྱུར་ལགས་ཞིག་དགའ་བའི་རྟེན་འབྲེལ་ལེགས་ཤིག་སྐྱིད་པའི་ཉི་མ་ཤར་ཅིག་ཟེར་ཏེ།

མ་བདེ་མོ་ན་མཉམ་པོ་ཚིལ་མོ་ན་མཉམ་པོ་ཆེ་ཆེར་རྒྱ་རྒྱ་ཞིག་བསྲེས་ཆེས་མ་ཆག་ནང་ཁོ་རང་རྟག་ཏུ་འབྲས་བུ་ཚུལ་སྣང་བཞིན་ཚང་མས་བསུ་ཡ་བཟའ་ད་འགྲོ་ཡ་ང་དང་ཚང་མས་ལོ་ལྔ་ནས་བསྐྱུར་རེ་བློ་བཟང་བསུ་བ་བཟའ་ད་འགྲོ་ཨོ། དར་ལྡན་པ་དེ་ནས་ང་དང་ལོ་ལྔ་འབོ། བདེན་པ་སྐྱུ་རེན་ཡང་བློ་བཟང་པོ་ང་དང་ཆགས་ཆོད་མེད་ནང་སོ་སྨོན་ལམ་ན་མཉམ་པོ་ང་དང་ཚང་མས་སུ་ཨ་བཟའ་དེ་འཇུ་ཡང་དེ་ཚང་མས་བདུན་ལ་དེ་ནས་ང་བཞི་ང་དང་ངའི་གེ་སར་རིའི་ཁྲོད་པ་ཚང་མས་ཆོག་ན་ངེད་བཞག་རང་ཚང་མ་ལ་དེ་ནས་ལོ་སུ་མ་བཀྲ་ཤིས་ཤིག་ལོ་སུ་མ་རྒྱུར་ལགས་ཤིག་དགའ་བའི་རྟེན་འབྲེལ་སྒྲིག་ཤིག་སྐྱིད་པའི་ཉི་མ་ཤར་ཅིག། ཚང་མ་ལ་འོང་བ་བྱོས། ཡ་ག་ས་དག། དེ་ནས་ང་དང་ད། ང་དེ་རིང་ཀེ་སར་བི་ཀ་ཡོང་ན་འོང་ལ་རྒྱུ། དེ་ནས་ཧོར་ནང་ཀེ་སར་ཡིན་སོ་ངེད་རང་ད་ཅིན་ནང་ཀེ་སར་རེད་ངོ་སི་ཏན་དེ་ངེད་རང་ལས་མི་ནས་རབ་ཀྱིས་རབ་ཀྱིས་བྱོན་ཡོད་པ་སང་ན་དེ་ནས་ཤེལ་ཆམ་འབྲུག་མང་ད་ཧ་ལ་སེ་ཏོག་རྒྱུ། ཧཧཧཧ་ཀེ་སར་རྒྱལ་པོ་ངེད་རང་ཨི་ཟུག་ཤི་ཡ་ཡོང་ངེད་མ་ན་བསམ་མ་བསམ་ག་ར་ཧི་མི་སི་ཚུལ་ལ་མང་ནས་ཧྲོང་ཀྲུག་གི་ཚུལ་ལ་ཡ་བི་ལའི་ཚུལ་ལ་ཟུག་ཤིག་མ་ཟ་ཅིག་པའང་ཅི་ཨ། ང་སྔ་ན་ངེད་རང་ཨའི་ན་མ་ཡིན་ནོག། སྟེང་ན་ཁོའི་ཁྲ་ཁྲུ་བོ་ནི་ཨ་མ་ཡིན་ནོག་ཏེ་གསུངས་པ་སང་ང་ནི་ཅང་བྱེད་ས་མེད་ནག་ད་ཅིའི་ཆོས་ཅན་ཟེར་ར་སྙམ་པོ། དེ་ནས་ངེད་རང་ཨ་ལས་ཆོས་ཆོས་སྒྲུག་གེ་སར་ལ་བརྗོད་ངན་དང་ཙོག་ད་ལས་ངེད་རང་མ་ནི་ཁོ་རང་རྒྱུ་མ་མ་ནར་ཙོག་པོ་ཙོག་མིས་སྤུས་མ་ནར་ཙོག་པོ་ཡིན་ཀག་ད་ལྟོ་སང་ང། སྒར་སྟོང་སྒར་རྩེ་དགོ་ཨ་བིང་སེང་གེ་རང་སྨོན་ལམ་ལོག་པར་བཏབ་བཅུགས། ཡ། ལེ་ཨ་ཨ་ཨུ་ག་ནས་མགོན་པོ་ཁ་རི་དགོ་ཨ་ན་ཕེར་ལ་བཏང་བཅུགས་ཟེར་ན་ངེད་རང་ངོ་ནས་མི་སྔོན་ཁྱོགས་སུ་བྱབ་ཁྱེར་བཅུགས། ཡ། བུརུ་སི་ཀ་ཀ་ཕོག་སྟེ་ཧོར་ལ་ཟེར་ལངས་ཡོང་བཅུགས། ཡ། དེ་སྣ་ཚོགས་ལ་ངེད་རང་ལེ་ངེ་སེ་ར་ལང་ཡུ་ར་ལ་ངེད་རང་བི་ལ་ཨར་རྫུ་སེ་འཇིགས་བཅུགས་ཚབ་བཅུགས་ཁྲུ་བོ་འབྲོག་བཅུགས་དེ་གཟུགས་སུ་མ་ཟད་པི་ན་ཅི་ཨ་ཟེས་པ་སང་ན་ངེད་རང་ལེ། དེ་ནས་ངེད་རང་ལས་ནམ་མཁའ་ན་གནས་གུར་མར་འགྱེལ་མེད་ཅོ་ཅོ་འདུག་ཅེས་གསུངས་ཏེ་རག་ལྟ། གེ་སར་རྒྱལ་པོའི་ཡོ་ག་སྣ་ལི་པགས་པའི་སྟེང། ཧོར་ཀུན་དགའ་ལྡན་ཡལ་པའི་ཡོ་ག་ལྕགས་ཀྱི་ཧྲན་མ་ཡོ་གའང་ཟེར་བ་ས་ན་འོ་ཨ་ནེ་ཟེར་ཏེ་ངེད་རང་ལ་གོར་ལ་གོར་ངེད་རང་ལ་སོང་སྟེ། ད་ལི་གང་རེད་ངེད་རང་ལྕགས་ཀྱི་ཧྲན་མ་ནང་སྣ་ལི་པགས་པའི་ཁུ་དེ་གྱོང་ཟེར་ན་ད་ལི་ག་ཁུ་དེ་ནས་ངེད་རང་ལས་ཡ་ཨ་ནེ་ང་ནི་ཅང་ཟེར་ཞེས་བཤད་མི་ནག་ཁོ་ནི་སྔ་ནས་སྤྲོག་ཟིན་ནོག་ཁོ་ནི་ངའི་ཕྲུ་གུ་ནི།

ཧོ་རི་མ་ན་གྷད་ཨ་ལམ་ཙྪ་བེ་ཀྱི་སྒྲོལ་ངན་ར་ལི་ཨི་ན་ཟི་ཝེ་ཀོ་རེ་མན་ལོག་སྨད་དེ་མ་ན་རྒོ་བརྒྱག་ཅན་ནང་སྟོབས་ཅན་ནང་ང་ཅན་ནེ་ཙོག་པ་ཡོད་ནང་ད་ཁོ་ངན་ར་ང་ལེ་ལྕགས་སི་ཧྲན་མ་ཏིང་སྤ་སང་ན་ངན་ར་ང་ལེ་ན་ལེ་པག་པེ་ཏིང་སྤ་སང་ན་ངི་སྐོ་ཨང་འདྲེ་དང་མ་འདྲེ་ཡ་རྡེ་མོ་ཅི་སི་དུ་ཨང་མ་དུག་སྤ་སང་ན་འབན་ཅི་ཨ་ནེ་ཀུར་མ་རྒྱལ་མོ་ཕོ་རྒོ་ནི་ཤོག་ཆག་ཅི་ཨ་དུ་སེ་ངན་ར་ང་ལེ་ན་ལེ་པག་པེ་ཡོ་ཚང་མ་ཀེ་སར་རྒྱལ་པེ་ཡོ་ག་དང་གང་པེ་ཡོ་ག། ལྕགས་ཀྱི་ཧྲན་མ་ཚང་མ་ཉན་རང་ལེ་ཧོར་ཀུན་དགའ་ལྡེ་རྒྱར་སྤེལ་བ་བྱ་བཅུག་ཟིན་པ་ན་ཉན་རང་དི་ལིང་པི་ལིང་དི་ལིང་པི་ལིང་ཟིས་པ་ནི་ཇོ་ཇོ་ནི་འགྲོགས་ཟེར་ན་ཉན་རང་ཕྲུག་གུ་ཉོ་ཚར་སོང་ཟེར་འདུག་ཟེར་ཡ་ལེར་བསྡེམ། ཟེར་ན་ད་ནི་ཧོར་རྒྱལ། ཧོར་སྐྱི་ཡ་རྒྱལ་ཟེར་ན་ལྕགས་ཀྱི་ཧྲན་མས་ག་ན་ཀོ་རི་ལས་སོང་སྟེ་རྒྱལ་བ་ཟང་ན་ཉན་རང་ལེ་གེ་སར་ན་ལི་པགས་པས་ག་ཀོ་མ་ནི་པགས་པུ་ཟིན་ཟིས་པ་ཟང་ན། གོང་མ་རྒྱལ་བ་ས་ན་ཧོར་རྒྱལ་ཧོར་རྒྱལ་ལས་ནི་གཡོག་པའི་ན་ཡ་གླིང་རྒྱ་ལམ་ཆེན་མོ་གེ་སར་སྟོང་འཁོར་ལོར་གྱུར་པའི་རྒྱལ་པོ་ཡིན་ན་ངེད་རང་མ་བསམ་འབུམ་ཐ་ན་འདྲེན་པའི་བླ་མ་ཡིན་ན་མ་བསམ་ཡས་སྔ་ཐོག་གསར་པའི་ཞན་པ་ཡིན་ན་མ་བསམ་ཕི་ཐོག་འདྲེན་པའི་བླ་མ་ཡིན་ན་མ་བསམ་ད་ཁྱོད་རྒྱུ་བག་ཧྲིལ་ང་ཕུད་ང་ཁྲ་ཕྲུ་གུ་ཡོད་ཡ་ང་ཡུལ་སྐྱོང་གོ་ཤོད་ངའང་ཁྱོད་ཅན་འཇིགས་མེད་སྲིན་རྒྱལ་སྟག་འཛུམ་དང་ཁ་ནིན་འབྲོང་འབྲོང་ངེད་རང་འབངས་དང་དཀྱིལ་ལ་ཉིལ་སྟག་ན་འཛུམ་ཁ་ནིན་ངའང་དཔའ་བོ་ཞིག་ཡིན

ན་ལི་པགས་པའང་བཏིངས། ད་དེ་རས་མེ་རས་ཅིག་ཧོར་ཡོ་ག་བརྒལ་དེ་ན་ད་མ་ས་ད་ཁྱེད་རང་ལྷོ་དེ་དང་ད་བིང་པའི་བིང་ཤིག་པོ་གུ་ལ་མེ་ར་ག་ཨ་ནེ་ཅོ་ཟིས་པ་རྫོགས་པ་སེ་ཉུགས་པ་ཉེ་རང་ཡི་བིང་པའི་ནང་ཁོ་ཨ་གཟུགས་ཡོད་ག་ན་ཀྲི་ཡོད་ག་ན་ཉེ་རང་ལི་ས་འུ་རྫོགས་སེ་ཀྲི་འུ་ཏེའུ་ཤོད་བིང་པ་ཧོར་ཡི་རང་ཟེ་ག་ན་ཉེ་རང་ཅབ་བཙུགས་སེ་ན་ཉེ་རང་ཧྲོག་ཤག་ཟེ་ཧོར་པོ་གཉིས་སྤུ་དང་སྤ་ནི་ཧོར་ཁོ་ཚིལ་ཅན་ཡོད་ག་ན་ལི་ཚིལ་ལི་མ་ནི་ཁོ་རང་ཀོ་ཀེ་ན་ཉེ་རང་ལི་གེ་སར་ནི་མ་ན་ཚིལ་ལི་ཏུམ་སྟངས་ཟེ་མ་ནི

མེད་པ་ས་ན་ཁོ་ཨ་ཏཱ་ག་ར་ཡིན་མི་བཟོད་ཚ་ཡོངས། ཡ་རྒྱུ་ཨ་ཕ། ཟེར་བ་ཡ་ལ་བུ་ཚ་ཡོངས་ཅི་འདུག་གནས་ག་རེ་དང་དེ་རིང་ད་མ་ནི་ཁྱེད་རང་མང་པོས་སྒོར་བ་གར་སོང་སངས་མིན་ཟེར་བ་ད་ཅི་བསྡད་ཡོག་ས་ཁོ་རེ་འདུག་བ་ལས་ཡང་ཨ་རི་གར་ལ་ཅིག་སོང་སངས་མིན་སངས་རགས་སྐྱོབ་རགས་རིགས་ས་ཨེ་ཡ་ལས་དེ་འོ་ཟེར་བ་ས་ན་ད་གར་ལ་མང་པས་ཆ་ས་མི་རུག་པ་ཨ་ཕ། མ་ནི་ས་འགོ་ཚང་མ་དེ་རིམ་མདའ་ར་མ་མ་ན་གཟེར་གུ་མ་སྐུ་ལིག་བཅུག་སི་འདུག་ཡ་ལེ་ཁོང་ངེད་རང་ལེས་སྒོ་ཧྲུངས་པ་ནང་ད་སྐུ་ཧྲུངས་པ་ཚང་མ་ནི་ཧ་ཞིག་མ་གོ་བ་འདུག་ཧོར་ཅི་ཆད་ཛེར་ཁན་པོ་ནང་ཁུག་ག་ང་ནི་མ་ནི་ཚབ་ཚབ་རེ་རང་སོང་འཇིག་འཇིག་རེ་རང་སོང་དེ་ན་ཡོངས་སི་ན་བ་ཀ་ཛེས་ངེད་རང་ཡ་ཡ་ཡ་ནི་འདུག་ཨང་འདུག་ཨང་འདུག་ཨང་ཀ་ཛེས་པ་ངེད་རང་ལེ་དེ་དེ་ཡ་ངེད་རང་ལེ་ཨི། ཧོར་རིའི་དམག་མི་ཚང་མ་ལ་ཐེ་ཚོམ་སོགས་རྣམས་རྟོགས་སོང་ཉལ་རང་ལས་ད་མ་ནི་ཅིན་ནང་ཨི་ཧོར་རིའི་སྒོ་བཅུག་བཟོ་བ་ལྟ་ན་གཅིག་མ་ནི་དགྲ་ཞིག་ཡོད་དེ་ནོག་སྐྱེ་འཇིག་ལངས་སེ་ནོག་ད་ང་ཏང་ཚང་མ་ཨི་དམག་པོ་ཀ་ནའང་ལིང་པེ་ཡིན་ཀག་དེ་ནི་ལིང་པེ་ཨིན་མིན་འབུ་ད་ང་ཏུང་ཨི་ཏན་ཏན་ནང་ཏིག་ཏིག་པོ་ཀ་གཟུག་ཨ་ཅན་ཅེ་ཟེར་ན་ནི་གེ་སར་ནི་ངེད་རང་འདི་བཞག་ལིང་ན་ཁྱོང་ཀ་ནི་འདི་མིའི་སྤ་བང་ངེད་རང་ལ་ཁོའི་སད་ཏོའི་སད་བཟོ་བ་ལྟ་ན།

ཨེ་ཡིན་ང་ལྟ་ང་ཡུལ་ལ་དེར་དམག་དམུག་མི་མང་པོ་དེར་ལྟ་པ་སོགས་པ་མང་པོ་ཡོད་ཁན་བུ་ནི་ལིང་པ་ཡིན་ཏི་ར་བ་ཀ་ཛེས་ངེ་རང་ཧ་ཀ་ཛེས་པ་དེ་ལིང་པའི་མི་སྤུ་ཟུག་ནི་ཏི་རག་ད་མ་ནི་ཇུ་བར་སིས་ངེ་ཨ་བ་ཇུ་ང་མ་ན་དེ་ཙ་ན་ལིང་ཨ་དུག་ཙ་ན་ངེ་རང་ལིང་པའོ་ཡིན་ཁ་ན་ཟོ་སེ་ཐུང་སེ་མ་ནི་དགྲ་ངོམ་ཚང་མ་སོང་ཏེ་ད་ཁོང་ཨ་སྒྲོན་འདྲེ་ཞིག་ད་མགོ་ཞ་ཏོ་ཨ་བ་ཀ་ཛེས་པ་ཧ་ནི་རེ་མོ་རག་པ་སྒྲོན་འདྲེ་ཞིག་ཀ་རུ་ད་ཨ་ཛེས་པ་སང་ན་ཡིན་ད་ཁར་ལ་ཁེར་ན་ནི་ཀོང་ཀོང་ག་ལེར་ཡར་པོང་ནི་ཙོག་པོ་ཚོ་རིན་དེའི་ཕན་ང་དང་ཁང་པ་ངའི་སྒྲོན་མཇལ་ཁྱོངས་ཟིན་འདྲ་ཁོང་ཚང་མ་ཀ་རྫེས་པ་དེ་ནི་ཚང་མ་ཞིག་ཀ་ན་ཁྱོངས་བ་རྫེས་པ་ཚང་མ་མན་འབར་བ་དང་ང་དང་འདྲ་ཕེ་སེ་ཕེ་སེ་ཕེ་སེ་ཡོངས་ཅན་པ་གོང་ཡང་དེ་དབུ་པ་ལས་ཟེར་ག་འགྲིག་དུམ་བུ་ཟེར་ག་འགྲིག་ཡོངས་ཨོག་མན་པ་རྒྱལ་ཨུན་ཁྱོངས་ན་རྫེས་པ་ས་ན་ནས་ཁྱོའང་དེ་ཐོག་ང་དང་འདྲ་ལིག་ཅོ་བཟང་རྫེས་པ་ཅག་འདྲ་དེ་ཨ་མའང་སླེབས་ཨ་ཅེའང་སླེབས་ངེད་རང་ལས་དེ་ནས་ད་ཏྲ་རིག་བར་རིག་བྱེད་སེམས་ཡན་རང་ལེར་ལྡན་མཆོག་དེང་སེམས་ཡན་རང་ལེ་འདོན་དང་འོན་དང་མཆོག་གན་འཁྱོངས་སེམས་མ་ནི་མ་ཅན་མ་ཅན་འཁྱོངས་སེ་ད་མ་ནི་ཧི་ལིང་སྐོ་ལིང་སྟངས་སི་ལིང་སྐོ་ལིང་སྟངས་པ་སང་ན་དེ་འབའ་མཆན་ཡིན་ལ་ཨ་ཅེ་ག་ས་ཆུ་རོ་ལ་ཨ་ཅེ་ག་ཛེས་པ་ཅི་འདུག་ལ་ཨོ་ཅི་འདུག་ག་ཛེས་པ་སང་ན་ག་རེ་ཟིར་ཅི་ཡོང་ཟེས་ཡན་རང་ལེ་ཡ་ག་ཛེ་དེ་ག་ས་ཆུ་རོ་ནང་ཡོང་ཟེས་ཡན་རང་ཡ་ཨ་ཅེ་རང་ཅི་ཐོང་རིག་བཟོ་ཟ་རྒྱུ་ཡོད་ན་བཟོ་མེད་ན་ར་ལྡག་ལྡོག་ཅིག་ཐུང་ཟེར་ན་ཨ་དེ

བ། སུའི་ལོ་ཏོ་ཟེར་པ་དགའ་དྲུག་སེང་གེའི་ལོ་མ་ནས་ཤར་གྱི་ངར་ལམ་བཅུག་ཟེར་བ་སང་ན་རྡེལ་མོ་ལྟར་རགས་པ་ཨིན་ནང་ད་ང་ཤ་སོང་སང་ན་ཡང་ངེད་རང་ང་ལས་ཧོར་པ་ངོ་ལ་མ་ནས་ཧི་ལིང་ཤོ་རེན་ལིང་ཡི་མི་ངོ་ཉོང་སི་ཧི་ལིང་སྟང་ནུག་ཟེར་ཏེ་ངེད་རང་ང་ལས་དེ་ནས་རྨག་རྨུག་ཅིག་སོང་སང་ན་འཇིགས་པར་ང་ཤ་མི་བྱ་ལྷའི་ནོ་མོ་རྒྱུ་ཟེར་ཧེ་ཟེར་བ་ཡ་ལས་ཟེར་ཏེ་ཁོ་ཡོང་ཟི་ངེད་རང་ལས།

རྒྱ་གླིང་བཟི་སྟེ་དུང་བཟི་སྟེ་སྦུག་བཞལ་བཟི་སྟེ་རྔ་བཟི་སྟེ་ཨོ་དེ་ཚང་མ། མ་ནི་རྒྱ་ནག་ན་རྒྱ་མོ་ཧོན་འཇུར་ན་ཡན་པོ་རག་ཏག་ཤོང་སྐ་མཚོང་པ་སང་ན་ཆང་བུ་མ་ནི་དེ་བར་གྱི་ན་ཡན་རང་ཨ་ལེ་འདྲ་ཆང་ནང་ན་ཆང། ཚང་མ་ཡན་རང་ཨར་གུན་ཆང་བུ་མེད་ཀ་ང་དང་ཨར་གུན་ཆང་བུ་མ་ནི་ཡོང་ཆོག་ལ་ལྟར་དེ་ནག་འཇུག་མ་སྒོ་མ་སྒོ་མ་ལྟར་ཁ་ནི་ཆང་བུ་ནག་འཇུག།

སྐྱོ་བློ་བསྡུ་བ་ལྟོས། སྐྱོ་དོན་མཛད་རིན་སྐྱོ་བློ་བཅའ་གསང་མེད་ལྟོས། ལ་ལས་བིན་མཛད་རིན་ལྷེ་ལེ་བཅའ་གསང་མེད། མིང་ལ་པ་ལས་སྒོ་བློ་དཔོ་རིགས་བཞུགས་ལྟོས། ལ་དར་དབང་དྲུག་གིས་སྣ་ལ་ངན་སྣང་གཡོ། མཁའ་ལ་དུང་སོ་ལ་ལ་འཛུམ་ཟབ་གོ་ཏོ་ལ་དར་དབང་དྲུག་གི་ལོ་ལོ་སྐོར་གནང་གཡོ། འབུ་ཚའི་རག་གི་ཆོ་ལོ་འཆ་འཇིགས་མེ་ཏོ་ལ་ཤ་འདྲིས་ཡུ་མར་ཆོ་ལོ་འཆ་འཇིགས་མེ།

མར་ཆ་མར་ལ་སྟོང་ཙང་སྤ་ནི་ཏེ་ཏེ་ཏེ་ཡ་ངེ་རང་ཡིན་ཨོང་སྤུ་ན་ལིང་ཡི་སྨག་ཚང་མ་ཡོང་སེ་ངེ་རང་ལེ་ཐ་མ་ཡོད་གན་ཚང་མ་ས་སྤ་ནི་ཁྲག་ཡེར་རྫིང་རུས་སྤེ་བཟའ་ཤ་བཟའ་གན་ལ་ཤ་ཁྲག་ཚ་གན་ལ་ཁྲག་བུལ་ཅང་ཏེ་ངེ་རང་ཧབ་འདྲེ་ཤི་འདྲེ་སོ་འདྲེ་ཡ་ཤང་ཀུ་བ་ཙེ་ཁི་ཏེ་ཚང་མ་ངེ་རང་ལེ་ཁི་བཟའ་མི་ལོམ་སོང་ད་ནི་མ་ནི་ངེ་རང་ལེ་མ་ནི

སྒྲོལ། ལོག་སེ་སྒྲོལ། ཇོ་ཇོ་རང་ངའི་ལོག་ལོག་ག་ལ་ཡོང་སྤིན། ལོག་ག་ཡོང་བྱེད་སྲིད་པས་ངའི་ལིང་ཡིར་པའོ་བཅོ་བརྒྱད་ལ། ཨི་གཟུགས་ངེ་རང་ཨ་ལེམ་ནགས་སྟངས་ཨི་གཟུགས་བར་དོ་སྟངས་ཨ་ན་ལིང་ཡུལ་ན་ཨི་ཚུགས་པ་ལྟོགས་རིས་སྐོམ་རིས་ཨ་བཟའ་མང་པོ་ལོ་མང་པོ་ཧོར་ཡུལ་ལ་ཡོང་སེ་འདུག་གོ་ང་འུ་ངེ་རང་ཨ་ལེ། ཅི་བཏུམ་མི་བཏུམ་ཅིར་བཟོས་མི་བཟོས་ལ་བཟོས་སྟེ་ངེ་རང་ཨ་ལེ་ཨ་བ་ག་ར་ཨིན་སེམས་ཡིག་ཕྲུ་གུར་བཟོས་སེ་ངེ་རང་ཨ་ཡིན་ཨ་སྐྱིད་པ་གང་གསུམ་པ་གོ་ཨིན་ནང། ངའི་དམག་སྨུག་དྭངས་སུ་ཅང་མི་རིག་མ་ས་སྤིན་པ་ཡིན་ནང་ངེད་ཅག་རང་མི་དགུ་ནིས་ང་ཅག་ཨ་ཁུ་བ་ལའི་དགུན་ལ་དམག་སྒུག་རིམས་བསྐོར་བ་སང་ན་དེ་ནས་ཨ་ཁུ་བ་ལའི་ཨ་ངེད་རང་ཨ་ལའི་ཁྱོད་ཅག་ནང་མེད་བ་ལའི་ཨ་བ་ལའི་ཟེར་ཅན་དེ་ནས་ངེད་བ་ལའི་ཨ་ཧྲོ་ཡོང་ན་དེ་ནས་མ་ནི་ཁོ་རང་ད་མ་ནི་ཅང་མི་འདོད་ཅི་སོང་ཡ་མ་ན་ད་དྲུལ་དྲུལ་ཟེར་བ་སང་ན་དེ་ནས་ངས་ཁྲུའུ་ཝུན་ཟེར་བ་ཁྲུའུ་ཝུན་ཁྲིད་ཟེར་ར་ལ་ཡུ་རལ་ཁྱོང་ཟེར་བ་ངེད་རང་ཟེར་ར་ལ་ཡུ་རལ་ཁྲིད་ཅེས་བྱོས་བ་དང་མཉམ་པོ་ཟེར་ར་ལ་ཡུ་རལ་རེའང་སི་འདུག་ངེད་རང་ང་ཅག

ཉེ་རང་བསྟན་པ་རང་ཉེ་རང་ཨ་ལེ་མ་ནི་སྤང་མོ་ཞིག་ཨིན་ཐིག་འདུག་ཡེ་ཡ་ཉེ་རང་ཨ་ལེ། དེ་ནས་མེ་ཏོག་སྔར་ལྟར་ནི་ནང་ན་ཅོ་ཅོ་ཞིག་ཨིན་ཐིག་འདུག་དེ་ཕྱག་ན་འདག་ཚ་བཙུགས་པ་ཉེ་རང་ཨ་ཆད་པ་ལག་པ་ནོར་བ་འཁྲུལ་བ་ཅི་གསང་ཟོས་ན་ངའི་ཨ་ཅེ་ཨ་མ་ཨ་བ་ཚང་ཁ་གོངས་པ་བཞིན་ཡང་མ་ན་དེ་འོངས་ཀ་ནས་ཡང་ཐུགས་གོམས་ན་ནི་ལིང་ཁར་ལ་སྐྱོ་ཅེས་ཀ་ཟས་ཉེ་རང་ཨ་ལེ་ཨ་ཚང་ཁོ་ཨོ་ཉེ་རང་ཨ་ལེ་དེ་ནས་ཉམས་པོ་ཉམས་པོ་ཁོས་མ་ནི་དེ་ཕོ་བ་སྤུ་ནག་དེ་ཚང་མ་ཁོ་སོ་འདས་ཕུད་ཡོད་ག་ན

ཡི་ཡ་མ་འགྲིག་ངེད་རང་ལས་ཏེ་སོང་བ་ཅོ་ཅོ་སྒྲུང་བ་ཐེ་ཚོམ་སོང་ད་ལྟ་དབྱི་བས་ངའི་སེ་རལ་ན་ཡུ་རལ་སར་སྐྱེས་ཟིན་ནོ་ཟེར་སོ་བསམ་ན་ཡི་ཡ་ང་ཁར་ལ་ལོག་གོ་སོག་ཧོ་རི་ཁར་ལ་སྐྱེས་ཟེར་ན་ངའི་སར་ཆག་སྤུ་མ་ནས་ཡོད་དེ་མེད་དེ་སར་ཆག་གིན་དེ་ཟེར་ན་ཨ་མེ་མེ་ནང་ཨ་བ་ནང་ཕར་ལ་ཡོང་ཁ་ནས་སར་ཆག་གིན་ནོ་ཁོ་བས་དུས་མེ་ཐ་སི་མེད་མ་ན་སྐྱང་ཆུང་ཐུ་རུ་གྲུ་ལ་མ་ནོག་དེ་ནས་ཟེར་སོ་ངེད་རང་ལས་ང་སར་ཆག་ཁྱོད་རང་ལོག་གོ་སོག་ཟེར་སོ་ངེད་རང་ཅོ་ཅོ་སྒྲུ་བོ་ངེད་རང་སྐྱེས་སར་ལ་ཐམ་སེ་དྲིལ་ཏེ་རྒྱུ་བག་ཧྲིས་ངས་ཁྲུ་བོ་ཁྱོད་རང་སར་སྐྱེས་ཟིན་ནོག་དེ་འོ་མ་ནས་མ་སར་ཟེར་སོ་བསམ་ན།

བསྐལ་པའི་བཞིན་ན་སྐུ་དེ་ཡོངས་སུ་འཁྱུད་པར་བསམ་ན་ཉན་རང་ཨ་ལས་སྐུ་དེ་ཡོངས་སུ་སྐུ་དེ་ཡོངས་སུ་བསམ་ན་ག་རེ་བྱེད་ཆོག། འདི་ཞག་ལྔས་ཞག་ཤོད་ཙ་ནའི་ཀ་པོ་ལོར་རྩེ་སྤིན་ཛེ་རག་པིན་མ་ཧོར་ནང་ཡང་པོ་པོ་ལོར་རྩེ་སྤིན་ཨ་ཀ་ཛེས་པ་ཧོར་རྩེ་སྤིན་པ་ཉན་རང་ཨར་ལྟར་ཆགས་ཐོབ་པ་ཟེས་པ་ཐོབ་པ་གོ་ཙོགས་པོ་ད་ལྟར་ཆགས་པོ་ཨ་ཀ་ཡོད་ཙུག་པ་ཆ་བུ་ལུས་ཏེ་ཟེས་པ་བསམ་ན་ཉན་རང་དེ་ནས་ངེད་རང་དེབ་ཡ་དེ་ནས་པོ་ལོ་ང་ཏང་ཟང་བཙན་པ་རྫེས་པ་ངེད་རང་སིང་ཚ་རིས་ངེད་རང་ཀྲུའུ་ཡིན་སྒོ་གོ་རི་ལི་ཡ་ཏང་ཟེ་ག་ན་ཏང་སྤ་ཅོ་ཅོ་དྲུ་གུ་དེ་ཀ་མུན་ད་ན་མུན་ཟང་ཟེ་ཡང་ཧུ་ཧ་ཟི་དེ་ཅུ་ཧུ་ཏང་ཟེ་ཅོ་ཅོ་དྲུ་གུ་དེ་དེ་གོ་ཧུ་ནང་ཟི་པ་ཟེ་ངེད་རང་ཅོ་ཅོ་དྲུ་གུ་གེ་སར་རང་མི་རུང་རུ་རུ་ངེད་ཚོགས་ངེད་རང་ན་ཁུར་པིན་ན་ཐོ་ཁུར་པིན་ངེད་རང་ཡི་གཟུགས་མི་ཅོ་ཟེར་ཆེ་མན།

དེ་ནས་ངས་ཁོང་ངོ་སྐོར་བཟོ་བའི་ཁྱོང་གོ་གོང་སྤ་སལ་རྫི་སྤ་དེ་ནས་དེ་ཀ་ཅོ་ཅོ་ཕྲུ་གུ་ངེད་རང་བཟོ་བ་སོང་ལབ་སྟབས་ཡ་ང་ཕྲུག་སྐོར་ནོར་མཁའ་ནས་བུ་མོ་རྣམས་སང་ཕྲུ་གུ་མ་ནས་མ་འབྱོར་ཅིག་ཧེ་ཟེར་ཏེ་ངེད་རང་ལས་དེ་ཡོར་དེང་ན་དེ་ནས་ད་དེ་ཀ་ངེད་རང་ལས་ཉོ་བ་སྤྱོ་བ་སྤྱོ་སའི་ངེད་རང་ལས་ཅང་ཉུང་སྐར་སྒྲས་གང་ངའི་ཚིག་སྐར་ན་ངེད་རང་ལས་ཡང་ཅོ་ཅོ་ཕྲུ་གུ་ཚང་མས་མོ་ནེར་དེ་མོ་ཅོ་སའི་ལིང་ཁར་ལ་ཁྲིད་དེ་ན་ཁེར་ཚི་ཙོག་ཅོ། ཡ། ཐུགས་རྗེ་ཆེ། ད་རང་ང་དང་གླིང་གི་ལམ་ཆེན་མོ་གེ་སར་རའི་རུང་སེར་སྟེང་རྒྱུག་སྟེང་རྒྱུག་ག་སླེབས་ཀི་སླེབས་ཀི་ཆ་རག་འཇུག་དེའོ་ཆ་སྙང་པོ་ངེད་གཡང་ཏུས་པོ་ནན་ཏེ་ངེད་ཅག་ཚང་མ་ལ་ཐུགས་རྗེ་ཆེ་བཞོད་ནོ་ནོ་ནོ་མོ་ཚ་བོ་ཚ་མོ་མ་མང་པས་ཨེན་རྒྱུ་མེ་མེ་ལེ་མར་དེ་མོ་རག་ཟེར་ཁ་ནས་ངེད་རང་ལས་རྟགས་བཟང་པོ་བློན་བཟང་པོ་མེ་མེ་ཨ་ཁྲོད། ནུ་མའི་ཕྱོགས་དང་ཉེ་བྱ་ཚང་མ་ལ་ཐུགས་རྗེ་ཆེ། ཡ། ལས་དེ་སྣ་ཚོགས་ལ་དེ་ནས་གསེར་རི་སྤྱན་མ་བུམ་པོ་སྤྱིན་འོག་མོ་ལག་པ་གསེར་རི་སྤྱན་མ་བུམ་པོ་ཕྱག་ངའི་དཔུང་པ་སྩོགས་ལ་ལྕེའི་དཔུང་པ་ནག་འཇུ་ང་དང་ཤ་དམ་སྩོགས་ལ་ཡ། ལྕེ་དམ་སྩོགས་ལ་དར་མོ་སོགས་ཞེས་ཀྱི་ནག་འཇུ། ཡ། ལས་དེ་སྣ་ཚོགས་ལ་དེ་ཕྱག་གཅིག་ངན་རང་ལས་རྫས་སེ་མོ་ཁོ་རང་ཁྲུ་བོ་ལ་པོང་ངེས་ཕུལ་ཏེ་སྟོད་ནགས་སྨད་དེ་ནས་སྟོད་བུ་ལ་མཆོད་རྟེན་གྱི་བཞེངས་བསྐྲན་པ་མི་མེད་ལས་དེའོ།

དེ་ནས་ལོག་གྲོན་འཛེར་ག་འཇིག་སོང་བ་སོང་ན་དེ་ནས་ལྟས་ན་མི་མངོན་མི་མངོན་ལ་རྩ་བའི་ཞིག་སྣང་ང། དེ་ངོ་མི་ཚོ་ར་བསམ་ཏེ་ལིབ་ཏུ་ལབ་བས་སྐུལ་མ་ནང་བཞིན་ངས་རུང་སྤོ་དང་བཅས་བརྩོན་འགྲུས་བཅའ་དང་ཉམས་པོ། དེ་ནས་ང། དེ་ངོ་རེ་ཡ་ལུས་སྡུག་ག་ར་ག་ཅུ། བྱས་ཟེར་ན་དཔེ་ཆ་འདི་སེ་མེད་ཁན་བེ་བཞའ་སེ་ཅུ་དེ་ནས་ལྟོ་ལ་རུང་ལུས་མང་པོ་ང་ཚར་རྒྱ་ལ་སོང་སྟེ་བསྒྲགས་ཅུ་ཡིན་ནང་རུང་ལུས་ངུན་མ་ད་ང་སྡུག་ན་ཡང་སྟོར་ཆ་ཅན་འོག་བསམ་ཏེ་རུང་ལུས་ངུན་ལ་ངས་ཡང་རིགས། དགའ་སྐྱོན་དེ་ངེད་རང་གཞུང་ལུགས་རིགས་དགོས་ཡི་ཀ་ཡ་ང་རང་ང་རང་ངེད་རང་གཞུང་ལུགས་ནང་ཐབས་རྟེན་འབྲེལ་སོགས་ལ་ངེད་རང་དེ་ལྷུག་མུ་ནང་བཏང་སྲོད་རྒྱུ་དེ་ཚང་མང་ངེད་རེ་ཐུག་དགོངས་པ་མཚུངས་ས་མ་ཛ་རྒྱུ་ད་དེ་སྣ་ཚོགས་ལ་དེ་ནས་ཨི་ཨུ་ང་དང་བདེ་གཞག་སི་ང་ན་མོ་ལ་སོགས་ལ་ངེད་རང་ཡུལ་ཚང་མི་ནང་སོ་སོ་སོ་སོ་དང་ཧྲོ་ལོ་དེ་ནོག་རྒྱུ་ང་དང་པ་ཀི་སི་ཐན་ནས་སྦལ་ཏི་སི་ཐན་ཕྱོགས་ལ་ཀར་གྷིལ་ཕྱོགས་ལ་ཟངས་དཀར་ཕྱོགས་ལ་ནུབ་ར་ཟངས་དཀར་རི་ཡ་བྱང་ཐང་ཡ་གཞུང་འཁོར་ལ་དང་མཁན་པོ་ང་རྗེ་དབོན་ལ་འཁོར་ལ་དང་མཁན་པོ་ང་ཡོད་ག་ནས་རུང་སྤོ་ཨིན་རྒྱུ་ཡིན་ནའང་དེ་ནས་ཁོ་མི་དངུལ་སོ་སོས་ཨོང་ཆོག་ད་མི་དངུལ་ཉེ་རང་ལེན་ན་དེ་ནས་ལིང་ཁར་སེར་སྐུ་ཟེར་བ་རྒྱུ་ཡང་སྤེ་ཆ་ཡིན་རང་རྒྱུ་ཞལ་བཟང་ལྷ་མོ་བཞི་རུབ་རྒྱུ་བདུད་དུ་ངེད་རང་ལ་ཨ་སྐྱོང་རྒྱལ་པོ་ཁྱད་པར་ལག་རིང་ལ་བཞུ་རུག་རྒྱུ། དར་དཔོན་གོང་མ་དཱན་མ་བཞུ་རུག་རྒྱུ། རོང་ཁྲོ་མོ་ཨ་དབུ་ཁྲུ་དུ་མ་བཞུ་རྡུག་རྒྱུ། ག་ཟུག་ངེད་རང་ལས་ང་དང་གསང་བའི་རྣམ་ཐར་རེ་གནང་ཨ་བློན་པོ་ཏི་ཤུ་ཡང་བཅོས་མེད་གནང་རྒྱུ་དེ་ཙོག་ལ་ངེད་རང་ལས་དེ་ནས་ཨ་ནེ་ཀུར་མཱན་རྒྱལ་མོ་ལཱས་ཀི་སྐུལ་མའང་བཞུ་རུག་རྒྱུ། འོ་དེ་སྔོན་ངེད་རང་ལས་ངེད་བཞེས་ཙེ་བིག་ནང་རྟགས་ལ་བོ་ར་བརྫད་རྒྱུ། དེ་ནས། ད་གླིང་ཡར་ལམ་ཆེན་མོ་ཀེ་སར་རི་རུང་སྤི་ཕན་ཏོགས་སྤོ་ཅི་ཡོད་དགག་མེད་མེད་མོ་ལ་རག་པ་ཅིག་ཅིག་ཕན་ཏོགས་སྤོ་ང་དང་ཨེ་ལ་དག་སི་ལམ་ལུགས་ཧྲོ་ལི་ཁག་ཅིག་གི་ནོག་ཇུ་ཤེས་རིག་གི་ཁག་ཅིག་གི་ནོག་ཇུ་ཀའོ་མ་ནི་ང་དང་མེ་སྤོ་དགོ་ནིས་ཅིག་ན་ཅིག་ག་དང་དང་དང་འདི་རིང་ང་མེ་མེ་ག་ལྷེ་བ་ལ་ཉང་པོ་ངེ་ཇག་ཚང་མ་ལ་སེར་སྣ་མེད་པ་ཐལ་དགོ་སེ་ང་རང་ཡོད་ཀན་པོ་དང་སྤི་འཇུ་ད་ཨི་ག་ན་ང་དང་ཨེ་སེམས་སྟོབས།

ཁོ་ཁོ་རང་སོང་སྟེ་ངེད་རང་གསར་ཐུབ་མ་ན་མ་ཐང་ང་དང་མཉམ་པོ་ཨ་ཀ་ཨུ་ཐུག་སྟེ་ངེད་རང་ལས་འདྲ་བོ་ཞིག་གི་མི་ང་འཇིག་ས་དགོས་ན་མི་ནས་མང་ཆ་བོ་ཁོས་མ་འོངས་ནས་ཧྲང་ཕྲུག་བཏུམས་ཏེ། དགའ་ཕྲུག་སེང་གེ་བཏུམས་ཏེ་པ་འབྱུང་བཏུམས་ཏེ་མི་བཏུམ་རྒུ་བཏུམ་ཅི་བཏུམ་གནང་དེ་ནས་མི་ཅོ་རྒུ་ཅོ་ཅི་གནང་ཁོས་ལྟས་འདྲ་བོ་ཝུན་ཐབས་སི་ཏུལ་ཅེ་སི་ཐབས་ལ་བ་དུ་ག་ཅུ་ཏེའོ་བ་ད་དང་མཉམ་པོ་དེ་ནས་ཨི་ན་སམ་པ་དང་ཅེ་སི་སི་པེ་ར་ཞིག་ང་དང་ཚང་མ་ཡོད་དེ་ནོག་ཅུ་ཏེའོ་སོང་པ་སོང་ན་ཐང་མའི་ཐུག་གི་ལ་བར་ཟད།

སླེབས་རྒྱུ་ཐུགས་རྗེ་ཆེ་ག་ག་ནས་ཤིག་དེ་ནས་ངས་རང་ཆགས་པའི་སྒོ་ནས་ག་གནང་ངས་མ་ནི་མང་པོ་ཞིག་ལོབས་ས་རག་མང་པོ་ཞིག་ཁྱོང་བ་ད་དེ་ནས་ངས་རང་ཁ་སྤེ་ཁ་ཤོག་ཅིག་ང་ཡི་གཟུགས་བྲོ་སའི་བསོད་པ་དམ་ཚིག་ལ་ཐུགས་རྗེ་ཆེ་དེ་ནས་ང་གཞས་ནོ་ནོ་འགྱུར་མེད་གནང་དབང་ཕྱུག་རྣམ་རྒྱལ་དགོན་ནས་ཏེ་སྤ་སྤེ་ཕུལ་འདུག་ངས་རང་ལས་སུའི་ང་བཏང་ཨེ་ཡིན་ནའང་ངས་རང་སྤ་སྤེ་སླེབས་གནང་ཁོང་འདུན་ལ་ཁོང་ཀེམ་ར་ནམ་ཟེ་ན་སྐྱོ་དེ་མོལ་འདུག་བ་ཇོ།